ཡག་ཐག་ཅིག་གི་ཆོས་ཚིག་གི་སོང་ཙང་ད་འདི་གི་ཨ་ནི་དུས་ད་ལྟ་བ་དེ་ལ་ཡ་ཨ་ནི་གཡིས་གང་སོགས་རེད་ད་དབྱངས་ཁྱི་བོ་སོང་ཙང་གཡིས་དེ་དབྱངས་དང་ད་ཅིག་རྒྱག་པ་ཆོས་གི་རེད་དབྱངས་ཁྱི་བོ་ཅིག་དང་ད་གཡིས་ཅིག་རྒྱག་པ་ཆོས་གི་རེད་གཞན་དག་ང་ལྟའི་ཁོ་རེ་གི་རྗེས་འཇུག་ག་རེ་ཐོག་དེ་དང་མཐུན་པར་བྱས་ཕལ་ཆེན་ཕལ་ཆེན་འགྲོ་ཆོས་ཨ་རེད་ད་ལྟ་དེ་རྗེས་འཇུག་ཁོ་རང་མཐུན་གི་མི་འདུག་ཨ་རྗེས་འཇུག་ཕྱིས་བྱས་ས་རེད་བ་ས་རེད་བ།

ཁོ་ཚོ་མི་འདྲ་བ་ཁྲི་བ་མེད་དོ་གཞན་གཅིག་གྱུར་གྱི་རི་དང་དེ་ནས་རི་གཉིས་ཆུང་ཆུང་དེ་འདྲའི་ནོར་བུ་རེད། ད་ཆུང་ཟེར་ཡ་དེ་གི་འདི་བྲིས་པའི་སྐད་ཆ་ཡིན་ད། ཆུང་ཟེར་ཡ་དེ་ལ་ཡ་ཨ་ནི་དུས་ད་ལྟ་བ་དབྱངས་གི་གུ་ཅི་བྲིས་འགྲོ་ཡ་བྱེད་དང་རྗེས་འཇུག་དེ་ན་གྱུར་འགྲོ་ཡ་བྱེད་འོ་རེད། ན་གྱུར། དབྱུང་བྱེད་འབྱིན་བྱེད་ཆུང་ཆུང་ཞེས་བཤད། དེ་དུས་ད་ལྟ་བ་དེ་རྗེས་སུ་དྲན་དགོས་ཆེ་བ་རེད། ཡང་སྐབས་རེ་སྐབས་རེ་མཁས་པ་ཁ་ཤས་བྱུང་ན་སོ་སོའི་རྩོམ་ནང་ལ་ཡང་ཅུང་ཟད་དེ་ཁོ་རྣམས་གླེང་དགོས་དུས་ཁོ་རང་ཐོབ་ཐང་བྱས་པས་ན། སྒྲིག་འཛུགས་གཅིག་པ་རེ་བྱས་པས་ན་ཧོ་བ་ཡ་དེ་སྐད་ཤོད་ཅུང་ང་ཅུང་ཟད་འདི་ཆགས་འགྲོ་བ་ར་འདི་ཆགས་འགྲོ་བ་འདི་ཆགས་འགྲོ་བ་ཡེ་ནས་ཤུགས་ཆེ།

མི་ཤི་མོ་ཡིས་ཆང་འདོགས་དང་མི་ཤི་མོ་ཡིས་མི་ཤི་མོ་ཡོད་ད་ཡང་ད་ལྟ་རྒྱུ་ནོར་འཕྲོག་པའི་མི་ཤི་དེ་དུས་ད་ལྟ་བ་ལན་ཡང་མི་ཤི་ཕ་རང་ཅག་ལ་བསྡད་དེ་སྔོན་འཇུག་ད་ག་བྲིས་ཨ་ནི་དེ་དུས་ད་ལྟ་བ་ལན་རོགས་ཆ་འཕྲོག་བྱེད་སེམས་མ་འོངས་པ་དེ་ཁོ་རེ་ཁོ་རང་ཐོབ་ཐང་དེ་རེད་རོགས་ཆག་རེད་མ་འོངས་པ་ལ་ད་སྔོན་འཇུག་ད་སྔོན་འཇུག་ཡོད་ཚད་དུ་གོ་ནས་མི་ཤི་ཕ་རེ་ཟིན་ལ་ཚད་དུ་གོ་ནས་ད་སྡུག་སུ་རང་ཆག་དེ་གོ་རང་རོགས་ཆག་རེད་པ་རོགས་ཆ་འཕྲོག་བྱེད།

ཐ་མ་དུ་མ་སོགས་དུས་གསུམ་སྤྱི་དང་བ་རིགས་གསུམ་ཡོད་པས་ན་ནི་རྟ་དེའི་མིང་ལ་ཡང་གར་ཟེར་བརྗོད་བདེར་བྱེད་ཚིག་མ་ནི་གྱོན་སྲིད་ཅེས་བྱའི་ཁ་ཟིན་ང་རང་ཚོ་མ་ཞུས་པའི་ཁ་ཐུར་ཁྱི་ནག་ཟོས་དང་མ་བང་རིན་བྲིས་བྲིས་གནང་ཡོད་རེད་བརྗོད་བདེར་བྱེད་ཚིག་མ་ནི་གྱོད་པའི་དུས་གསུམ་སྤྱི་དང་བ་ཟེར་ཡག་ཅིག་ཞུས་ཡོད་རོགས་འདེགས་རེད་ད། ད་འདི་གར་ཆགས་པར་ཟིན་ན། དང་གཅིག་ང་རང་ཚོ། དཔའ་གཏེར་ནས་ཐོན་པའི་དུས་གསུམ་སྤྱི་དང་བ་དེ། དུས་གསུམ་སྤྱི་དངོས་ལས། མི་ཤིགས་རྒྱུ་ཚུལ་ལས་ལྷག། དུས་གསུམ་སྤྱི་དངོས་ལས་ལས་ལྷག། ཡིན་པ། གང་ཡིན་ཟེར་ན་མ་འོངས་པ་དང་ད་ལྟ་བ་མི་ཤིགས་གཅིག་པ། འདས་པ་དང་སྐུལ་ཚེ་གཉིས་མི་ཤིགས་གཅིག་པར་འཕེལ་ཆེན་འགྲོ་དགོས་ཡ་ཞེས་ཕྱག་ཡོན་བཏུད་སྒོ་ནས།

དུས་གསུམ་མི་ཤིག་གཅིག་པུ་གཅིག་ཡང་རེད། རེད་དེ་ལས་བསྐུལ་རྩིས་ལ་ཡང་མི་ཤིག་གུ་བ་རེ་ཟུང་རེ་ཟུང་བྱེད་རྩིས་ཁ་ཤས་བསྐུལ་རྩིས་མི་ཤིག་གཞན་དག་བྲིས་དགོས་ཆེ་གི་རེད། གལ་སྲིད་བསྐུལ་རྩིས་མི་ཤིག་འགྱུར་ལྡོག་གཏང་དགོས་དགོས་ཡོད་ན་གཏང་དགོས་པའི་རིགས་ཡིན་པས་ན་བསྐུལ་རྩིས་མི་ཤིག་དེ་ཁ་རང་ཁེ་སི་ནས་ང་རང་ཚོས་ཞུས་པ་ནས་བཞིན་བསྐུལ་རྩིས་དེ་མི་ཤིག་མ་ནིང་ནས་ཐོན་གི་ཡོད་མ་གོ་བྱེད་རྩིས་ཁོ་རེའི་རྣམ་གཞག་གི་ཐོག་ནས་ཁོ་རེའི་ངོ་བོ་མི་ཤིག་ག་ནས་ཐོན་གི་འདུག་བཅའ་སྡེ་ནས་ཐོན་གི་འདུག་ན་ཁོ་རང་བསྐུལ་རྩིས་དེ་མི་ཤིག་འགྱུར་དགོས་ཆགས་ཀྱི་འདུག་ན་ཆ་ཆག་འགྲོ་གི་རོགས།

བྱེད་རྩིས་ཀྱི་རྣམ་པ་ག་འདྲས་ཅིག་འདིའི་སྡེ་ཚན་ནང་ཚུད་ཡོད་དང་བཅས་བྱས་འདི་གལ་ཆེ་ཐུགས་ལ་བཞག་རེད་ཨ་འདིའི་ཐོག་ནས་ད་ལྟ་བསྡོམས་རྩིས་འདི་ནས་མ་ངོ་སྤྲོད་ཞུ་གི་ཡིན། དེ་བརྗོད་དེ་བྱེད་རྩིས་མ་ནི་བསྐྱུར་བའི་ལས་རྩིས་ཀྱི་རྐང་གྲངས་དང་མ་སོད་ཅིག་བྱེད་རྩིས་ག་རེ་ག་རེ་ཡིན་མེད་ད་དེ་མདོ་ལྕགས་ང་ཚོ་ཡོངས་གྲགས་མཁྱེན་གི་རེད་བ་དེ་གོ་སྐད་ཀྱི་སྒྲོས་ན་ཡོད་རེད་བ་ད་ག་ཚེ་ང་རང་ཚོ་ལྕགས་ཟེར་ཡ་ཅིག།

བཟླས་པ་གཅིག་པ་གཅིག་རྐྱང་རེད་དེ། ཡིད་ལ་བྱས་པའི་ལྕགས་དེ་གལ་སྲིད་ང་རང་ཚོ་དུས་གསུམ་གཅིག་དངོས་རེད་ཟེར་དུས་ནས་ཨ་ནི། ད་ལྟ་འོ་ཇག་ག་ས་ལྕགས་སེ་ཁྲིད་གོ་གི་བ། མི་ཤི་འགྱུར་ལྡོག་འགྲོ་གི་བ། མི་ཤི་འགྱུར་ལྡོག་འགྲོ་གི་བ་ལ། ད་ད་ལྟ་དེ། རྡོ་བཅག་པའི་ལྕགས་ཟེར་ཡ་དེ་མི་ཤི་འགྱུར་ལྡོག་འགྲོ་གི་བ་མ་རེད་དུས་གསུམ་དུས་གསུམ་མི་ཤི་གཅིག་པ་གཅིག་རྐྱང་རེད། དེ་མ་ཡིན་པའི་ཡང་ལྕགས་ཟེར་ཡ་ཞིག་སླེབས་གི་བ། ང་རང་ཚོ། ཞབས་ཀྱི་ལྕགས་བ། གོང་པོ་བོད་འགྲོ་བ་ལ་ཡ་ཞབས་ཀྱི་ལྕགས་ཟེར་ཡ་བ།

སོགས་ཐ་མའི་ཏིང་ངེ་འཛིན་ལ་ཡང་ཏིབ་ཛྭ་དང་གཅིག་དེ་འདྲའི་ངེས་པ་གཅིག། ཡེ་ཤུའི་བྱའི་ཨན་གོ་སོགས་དེ་ཡོད་པར་བཟོས་བྱས་ཨ་འབུམ་པོ་ཕ་བུ་སོགས་འོག་ཏུ་ནི་ཞོ་བ་གབ་ཅིག་ཕ་བུ་སོགས་ཞོ་བ་སེ་ཏོག་ཆག་ཆག་ཆག་ཆག་སེ་པ་ཅིག་སོགས་ལྟར་བཟོས་ཅིག་གཟུགས་མེད་པ་ལ་གཟུགས་བཟོས་ཏིབ་ཛྭ་གྱིས་ཅིག་བཟོ་དེ་ཡང་དེ་ལ་ཞོ་བ་གབ་ཅིག་ཞོ་བ་སེ་ཡང་དེ་རེ་དང།